ཡའོ་ཚང་བོ་ལ་བཀྲ་ཤིས་བདེ་ལེགས་ད་ད་རིང་ང་རང་ཚོ་རྩེད་མོ་བསད་འདི་རོ་སུམ་ཅུ་དུས་དྲན་ཉིན་མོ་འདི་ལ་ང་རང་ཚོ་དྲི་བ་དྲིས་ལན་ཁ་ཤས་བྱས་ཡིན་ཨ་ནི་ཁྱེད་རང་ཚོ་ལ་དྲི་བ་དྲིས་ལན་འདི་ཤེས་ཀྱི་ཡོད་ན་ཁྱེད་རང་ཚོ་མུ་མཐུད་ནས་ལན་རྒྱ་རོ་བྱེད་ད་ར་བྱུང་ན་འདི་ནང་མི་གང་ཚང་མཉམ་དུ་བསད་ད་ར་ནང་ནས་ཨ་ནི་བོད་དོན་དང་སུམ་ཅུ་དུས་དྲན་གང་ལ་སུས་ཡག་ཤོས་བྱེད་ཀྱི་འདུག་བྱས་འདི་ལོ་ལགས་སོ་སྒོ་ཙུག་འདག། General Knowledge ག་རེ་གང་ལ་རེད་ལ་ན Tibetan Uprising དེ་ང་རང་ཚོ་བོད་པའི་རང་དབང་གྱེན་ལངས་ལས་རོགས་བོད་མིའི་རང་དབང་གྱེན་ལངས་ནི་དེའི་ཆེད་དུ་ད་ཚ་རིང་རྒྱས་ལགས་ཀྱི་དྲི་བ་དྲིས་ལན་ཁ་ཤས་བཟོས་ཡོད་ཁྱོད་རང་ཚོ་མཉམ་དུ་བཙལ་འདི་ལོ་ཉ་ད་མ་ཁྱོད་རང་ཚོ་དྲི་བ་འདི་བློ་ཚད་ཅིག་ལེན་ད་མ་བོད་པའི་ས་ཁྲག་གང་ཡིན་ནམ་ག་འདི་རེད་བས་ལ་རེད་ད་བོད་པའི་ས་ཁྲག་དེ་ཁྱོད་རང་ལ་གདམ་ག་གསུམ་ཡོད་རེད་ཀ་ཁ་ག་ན་ནི་ཁྱོད་རང་ཚོ་ཅིག་ད་མ་ཡིན་འདི་ལོ་དེའི་རེ་བས་ཀ་རེད་ཁ་རེད་བས་ག་པ་དེ་རེད

ཨོ་ཆོལ་ཁ་གསུམ་ཡོད་རེད་ལ་གསུང་ཆོལ་ཁ་གསུམ་ཡོད་ན་འགྲིག་སོང། དེ་ནས་ནས་དྲི་བ་གསུམ་པ་ད་ཁག་དྲུག་རེད་ད་བོད་མི་སྒེར་ལངས་སྤྱི་ལོ་ག་དུས་འགོ་བཙུགས་པ་རེད་དམ་སྤྱི་ལོ་ག་དུས་འགོ་བཙུགས་རེད་སྤྱི་ལྡོག་དགུ་བརྒྱ་ལྔ་བཅུ་ལ་འགོ་བཙུགས་རེད་ལྔ་བཅུ་ང་གཅིག་ལ་འགོ་བཙུགས་རེད་ང་དགུ་ལ་འགོ་བཙུགས་རེད་དྲུག་ཅུ་ལ་འགོ་བཙུགས་རེད་ཨོ་གདམ་གདམ་གདམ་ཨོ་ཁེ་ཁྱེད་རང་ཚོ་གདམ་ཚར་བ་ཡིན་ན་སྤྱི་ལྡོག་དགུ་བརྒྱ་ལྔ་བཅུ་ང་དགུ་འདིར་འགྲིག་སོང།

གཞིས་ཀ་རྩེ་ལ་འགོ་བཙུགས་རེད་ལྷ་ས་ལ་འགོ་བཙུགས་རེད་སྟག་འཚེར་ལ་འགོ་བཙུགས་རེད་ཆབ་མདོ་ལ་འགོ་བཙུགས་རེད་ཨོ་ཁེ་ཁྱེད་རང་ཚོ་ཤེས་ཀྱི་ཡོད་ཡིན་ན་ལན་གཅིག་གདམས་དང་ག་འདི་རེད་ཨོ་ལྷ་ས་པེ་ཨ་གོ་ལྷ་ས་འགྲིག་སོང་གཞིས་ཀ་རྩེ་ལ་ན་ནོར་རེད་ད་ལོ་དེ་ནས་ནས་ཉིས་སྟོང་ཉི་ས་དྲུག་དེའི་ལོ་ག་ཚོད་རེད་ལ་ད་ང་ཚོ་བོད་མི་སྒེར་ལངས་བྱེད་ནས

ལགས་སོ་ཨན་དར་སོ་ཨན་དར་ཨིན་བཀའ་དྲིན་ཆེ་ཐུགས་རྗེ་ཆེ་ན་ཚང་མ་ལོ་ཨོ་གྲོགས་ཆུང་ཡོད་གྱུར་བསམ་གྱི་འདུག་དེ་ཤེས་ཡོད་གྱུར་བསམ་གྱི་འདུག་ར་གསལ་བ་ཅིག་གསལ་བ་ཤེས་མེད་བ་ཡིན་ན་ཁྱོད་རང་གི་ཚེ་ཚང་མ་ཤེས་ཀྱི་འདུག་ན་ཨན་དཔེ་ཡག་པོ་ཡིན་བསྔགས་བརྗོད་ཡོད་ད་ལོ་ལགས་སོ་ཚང་མ་ལོ་ཚེ་རིང་བོད་ཀྱི་ལོ།